རྣམ་པ་ཚང་མ་ལོག་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན། ད་ལྟ་འདི་ངེད་ཅག་ཚེ་ཟླ་བ་ལ་ཡིས་འདི་འདྲས་གསུང་གི་འདུག་རོ་ཨ་ནི་གཅིག་ཡོན་གྱི་སྡེ་བའི་གྱི་རྒྱ་བོ་རིན་པོ་ཆེ་འཁྲུངས་སྐར་ལ་ཁོ་རང་ཨ་ནི་སྐྱབས་མགོན་རིན་པོ་ཆེ་གྱི་ཕྱག་དེབ་ལོ་ངའི་རྣམ་པ་དེ་འདྲས་མི་སྣ་མ་འདྲ་མ་འདྲ་ལ་ཨ་ནི་དགོངས་ཚུལ་དེ་འདྲས་གསུང་རོགས་གྱིས་སེ་འདི་ཚང་མ་རུག་རུག་ཅིག་བཟོས་ཨ་ཁོ་རང་བརྙན་ཐུང་ཅིག་བཟོས་བྱས་ཨ་ནི་འཁྲུངས་སྐར་ཉིན་མོ་ལ་སྤྱན་འབུལ་ཞུ་གི་ཡིན་གསུངས་སོ་ར་ཨ་འདུག་བྱས་ནས་ང་ལས་འདི་གང་ལ་གཅིག་མཉམ་ཞུགས་ཅིག་ཡོང་གི་རེད་ལ་ནི་འདུག་བྱས་ནས་གསུངས་སོང། ཨ་ནི། ད་ང་ཡི་འདུག་བསམ་བློ་ཐང་དུས་ཁོ་རང་འདུག་གསུང་བ་དང་འགྲོ་བ་ད་ང་ད་འདི་ནང་ལོགས་ལ་ཏག་ཏག་མི་འདུག་འགྲོ་བའི་གསུང་སུ་གར་ཟེར་དེ་ཨེ་འགྲོ་བསམ་སོ་ཨ་ང་རང་མི་འདེད། གང་ཡིན་ཟེར་ན་ཨེ་འདེད་དངོས་གནས་དྲང་གནས་ཀྱི་སྐྱབས་མགོན་རིན་པོ་ཕྱག་དེབ་དཔེ་མང་པོ་འདུག་ཨ་ཡང་ཨེ་འདེད་ཕྱག་དེབ་ཚང་མ་ཞིབ་ཚ་བོ་ཡག་པོ་བྱས་ནས་ཀློག་ཨེ་དེ་འདྲས་ད་ད་བྱུང་མ་སོང་རོ་ཨ་ད་ལྟ་བར་དུ་རོ་ཨ་ཡག་པོ་ཅིག་བྱུང་མ་སོང་ད་ཡིན་པ་ཡིན་ནས་ཁོ་རང་གིས་ཅིག་བྱས་ན་རོ་ཨ་ཡང་ཅིག། ཉེ་ཆར་ལོ་ཁ་ཤས་ཕྱི་མ་ལ་སྐྱག་མོ་རིན་པོ་ཆེ་གི་བརྩམས་ཆོས་ཀློག་ཡའི་སྐོར་ལ་ང་ལས་གྲྭ་ཆུང་ཆུང་ཅིག་མགོ་བཙུགས་ཐུབ་ཡོད་རེད། ཨ་ནི་ལས་གྲྭ་དེའི་ཁ་ལ་གང་འཚམ་ཅིག་ཡག་པོ་བྱུང་ཡོད་རེད་ད་དེའི་བྱུང་ངན་དེ་ཅིག་སོ་སོའི་གི་འབྲེལ་བ་ལ་ཅིག་རིག་པ་ཞིའུ་ཏང་བཅས་ལ་ཐབས་ཤེས་ཁེ་བོ་དང་དེ་འདྲའི་འདྲ་བོ་བྱས་ནི་ད་བྱུང་བསྡད་ཡོད་རེད་བསམ་མི་འདུག་རང་བཞིན་མེད་སྟབས་མི་བདེ་བ་ལ་ཅིག་སྐྱག་མོ་རིན་པོ་ཆེ་ཕྱག་དེབ་ང་ལ་དོ་སྣང་བྱེད་མཁན་གི་དེ་ཚོ་གི་རྒྱབ་སྐྱོར་དང་ཨ་ནི་སྐྱག་མོ་རིན་པོ་ཆེ་གི་དགོངས་པ་ཁོ་རང་དཔེ་རྩག་ཆེན་པོ་རང་ཡང་ད་རིན་ཐང་ཆེན་པོ་ར་དེ་ལ་ད་ནི་ཁོ་རང་ཁོ་རང་ལས་གཞི་ཁོ་རང་ལྟས་ཚུལ་ཡག་པོ་ཡོང་གི་འདས་བ་རེད་མ་གཏོགས་རང་ཡང་ཅིག་སོ་སོའི་དེའི་ནང་ལོགས་ལ་ཞིབ་ཀྱིས་ཕྱིས་བལྟས་ནས་ཡག་པོ་ཆགས་རྒྱུ་དེ་འདྲས་ད་ཏན་ཏན་རེད་བསམ་གི་འདུག་འདི་ག་དུས་ནས་རྗེས་ལ་མ་ང་དྲན་གི་འདུག་བ་དེ་འདྲས་ལས་ཀ་སྐྱ་བོ་རིན་པོ་ཆེ་གི་བརྩམས་ཆོས་དེ་ཚོའི་གང་ལ་ལས་ཀ་ཞེ་དྲག་ཅིག་ཞེ་དྲག་ཅིག་ཕྱིས་མ་ཐུ་བ་ཡིན་ནའི་ལས་ཀ་དེ་འབུར་གྲོགས་ཀྱི་དོན་དགོས་དེ་ག་རེ་ཡིན་ནའང་བསམ་བསམ་རེ་བྱེད་མས་དངོས་གནས་གི་སངས་རྒྱས་ཀྱི་བཀའ་དང་དུ་ཚང་མ་བོད་མི་སྲིད་ཀྱི་ཁ་ལོ་བ་ད

ང་རང་གི་སྐད་ཆ་བཤད་ས་དེ་སློབ་ཕྲུག་རང་གི་བསླབ་གྲྭ་ལ་ཡོད་དུས་ཁྱོད་ཀྱི་སློབ་ཕྲུག་རང་ལ་ཐུག་བྱས་ནས་ད་དམིགས་ནས་ཐུག་བཞིན་ཞུ་དགོས་རོ། གང་ཞེ་ན་ང་རང་མི་ཚེ་འདི་མང་ཆེ་བསླབ་གྲྭ་ནང་ལོག་ཏུ་བསྐྱལ་རོ་བ་དགེ་རྒན་དཀྱུས་མ་ཅི་བྱེད་བྱེད། དེ་བྱེད་དུས་ཁོང་ཚོ་ལ་ལྟས་སུ་ཞེན་པ་ཞིག་ཡོད་རེད། ཨ་ནི། འདི་འདི་ལྟར་ཅིག་དོ་ན་སློབ་གྲྭ་ཡོད་དུས་སྒྱོགས་དང། ཅིག་མི་རྒན་པ་དང་ཕྱག་དེབ་མང་པོ་ཀློག་ཡུན་ལ་རྒྱུན་ནས་ཞུ་དགོས་ཁོ་ན་མེད་རོ་བ་ད་འདི་ཁོང་ཚོ་ལ་རན་པོ་ཡས་ཡོག་མ་རེད་རོ་བ། དེ་བྱེད་དུས་ཨ་ནི་ད་ཁྱོད་ངའི་སྐད་ཆ་འདི་ཁམས་ལ་གོ་ཚོད་སྐབས་ལ་ཡང། རྣམ་པ་ཚོ་དེ་ནི་མ་ང་ཚོ་དབྱིན་ཇིའི་སྐད་ལ་ཡང་ན Forward ལན་བཏང་བཞག་ཡོད་བ་མ། ཨ་ནི Fast Forward བཏང་ཤ་ནའི་འགྲིག་ས་རེད་རོ། ད་ཨ་ནི་སློབ་ཕྲུག་དེ་འདྲས་ལ་དེ་ཅིག་ཕན་ན། ད་འདི་གལ་ཆེ་རེད་མཐོང་སོ་རོ། དེ་བྱེད་དུས་ད་ང་ཚོ་ནམ་རྒྱུན་ཅིག་ང་རང་ཚོ་ལ་སྐྱབས་མགོན་རིན་པོ་ཆེ་སུ་རེད་རྒྱལ་བ་རིན་པོ་ཆེ་སུ་རེད་ལ་ནི་མི་ཅིག་དྲི་བ་དྲིས་པ་ཡིན་ན་ང་ཚོས་ལམ་སང་སྐུ་པར་ལ་འདུག་བྱས་ནས་མཛོད་སྒོ་བཙུགས་ཡས་དང་ཨ་ནི་སྐུ་པར་དོན་ཡང་འདི་རྒྱལ་བ་རིན་པོ་ཆེ་ལ་རེད་ཟེར་བ་ང་ཚོས་འདུག་ཞུ་གི་ཡོད་རེད་ཨ་ནི་དེ་ཡས་དཔེ་གལ་ཆེན་པོ་རེད་བ། འདི་འདུག་ཟུ་རྒྱུན་ནི་ཡས་རྒྱལ་བ་རིན་པོ་ཆེ་སོ་སོས་རྒྱུ་ངོ་འཕྲོད་པ་ཡས་ནི་འགྲིག་གི་ཡོད་རེད། ད་འདི་ལས་གལ་ཆེ་ཆེ་དངོས་གནས་གི་སྐྱབས་མགོན་རིན་པོ་ཆེ་སུ་རེད་ཟེར་ན་ནས་ང་ཚོ་ཅིག་ཧ་གོ་ཡས་དེ་གལ་ཆེན་པོར་དོ། སོ་སོ་མི་ཚེ་ནང་ལོག་ལ་ད་དཔེ་གལ་ཆེན་པོ་ཆགས་ཀྱི་འདོག་དེ་དེ་དེ་ཧ་གོ་ཡས་ལ་དང་པོ་དང་པོ་དེ། ཨ་ནི། ད་སྐྱབས་མགོན་རིན་པོ་ཆེ་འདྲ་བོ་ཡིན་ན་ར་ང་ཚོ་མི་འདྲ་བོ་ཅིག་སུ་ཡིན་པ་ཡིན་ནས་ར་བ་མི་དེ་སུ་རེད་ལ་ནས་མི་དེའི་ལོ་རྒྱུས་ཧ་གོ་གི་འདོག་མི་དེ་ད་དཔེ་ན་དང་པོ་ད་ར་བ་ཅིག་ག་བ་སྐྱེས་དེ་ར་བ།

ད་འདི་ཚོ་ཚང་མ་ཅིག་ང་ཚོ་ཡག་པོ་ཅིག་ཅིག་བཟི་ཐུབ་པ་ཡིན་ན་རོང་ཨ་ནི་གཞི་ནས་རོང་ཡང་འོང་རྩིས་ད་འདི་དངོས་གནས་ཀྱི་ནི་ད་མིན་ན་འདི་ཡང་མིན་ན་ཅིག་སྐྱིད་བོ་འདི་རོ་ད་ཧ་བག་རེད་མི་འདུག་ད་རོང་ཡང་ང་ཚོ་འགྲོ་བ་མི་སྐྱིད་བོ་དཀྱུས་མ་རེད་མི་འདུག་ད་རོ་ཧ་ལས་པའི་གི་གར་བཟའ་ད་ཅིག་མ་འདྲ་ཞིག་རེད་ཤག་ལས་ཅི་མེད་འདི་བསམ་བློ་ཅིག་སླེབས་ཚར་ན་ཨ་ནི་གཞི་ནས་སྙིགས་བ་འདི་ལ་རོ་ད་མི་འདི་གི་ཨ་ནི་སྐྱིད་བོ་འདི་གི་རོ་ཨ་ནི་དགོངས་པ་ཞིག་དང་གར་དེ་བསམ་བློ་གང་རོ་དེ་རོ། ད་འདི་ཧ་གོ་བས་ལ་ཞི་གནས་མི་འདྲ་ཅིག་སོ་སོ་ལ་དབྱིངས་ངེས་ལེགས་རོ་ཅིག་འདོད་པ་ཅིག་ལས་ཅིག་རོ། དེ་བྱུང་བའི་སྐབས་ལ་ད་དང་པོ་དང་པོ་སྐྱབས་མགོན་རིན་པོ་ཆེ་སུ་རི་དེ་ལ་ནི་ང་ཚོ་སྒོ་ཚུད་དེ་གལ་ཆེན་པོ་ཡིན་དུས་ཨ་སྐྱབས་མགོན་རིན་པོ་ཆེ་གི་མཛད་རྣམ་ཀློག་ཡ་དེ་དཔེ་གལ་ཆེན་པོར་དོ་ཨ་སྐྱབས་མགོན་རིན་པོ་ཆེ་གི་མཛད་རྣམ་ཡིན་པ་ཡིན་ན་ངེད་ཀྱི་ཡུལ་དང་ངེད་ཀྱི་མི་མང་ལ་ནི་དེ་སྐྱབས་མགོན་རིན་པོ་ཆེ་མཛད་རྣམ་དོ་ཨ་དེ་དེ་གྱང་ཚོ་སློབ་ཕྲུག་ཚོས་ཀློག་ཐུབ་པ་ཡིན་ན་ནི་གྱང་ཚོ་ལ་དཔེ་ཕན་ཐོགས་གི་ཡོད་རེད་ད། ཨང་ཡང་ད་འདི་དབྱིན་ཇི་ཐོག་ནས་འདུག་དེ་ད་ད my land and my people ལ་ནི་འདུག་ཨ། དེ་ཚོ་ཀློག་ཐུབ་ན་རང་དངོས་གནས་དྲང་གནས་ཀྱི་དབང་ཡང་ཕན་པའི་མི་ཚེ་མཐོ་པོ་རེད་ཇོ་མང་ཕྱི་ལོག་ལ་འགྲོ་བའི་སྐབས་ལ་ང་རང་ཚོ་བོད་ལས་དེ་ལས་ད་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་མཚན་དེ་འཛམ་བུ་གླིང་ལ་སྙན་གྲགས་ཆེ་དུ་ཨང་ཡང་ཅིག་བོད་ཀྱི་ཁྱབ་བསྒྲགས་དེ་སྐྱབས་མགོན་རིན་པོ་ཆེ་གི་མཚན་གི་ཐོག་ནས་ཨ་ནི་འཛམ་བུ་གླིང་ལ་འགྲོ་བསྡད་ཀྱི་ཡོད་རོ་དེ་འདྲ་ཡིན་པའི་སྐབས་ལ་ཕྱི་མིག་ཅིག་ཐུག་བ་ཡིན་པ་ཡིན་ནས་ཨ་ནི་ཅིག་སྐྱབས་མགོན་རིན་པོ་ཆེ་སྐོར་ལ་ཅིག་གང་ལ་དྲི་བ་འདྲ་བོ་དྲིས་པ་ཡིན་ན་གང་གི་དཔེར་གདེང་ཚོད་ཆེན་པོའི་ཐོག་ནས་མ་ངེས་དེ་ཚོ་ལ་ལབ་ཐུབ་ཀྱི་རོ་ཕྱག་དེབ་དེ་ཚོ་ཀློག་བ་ཡིན་ན་ཨ་རང་བཞིན་མི་གང་ལ་མཐོང་དྲིས་ཀྱི་ཡོད་རེད་ཨ་ཁྱང་གིས་ཁྱོད་ཚོ་སྒེར་གྱི་གི་ལས་དོན་མང་པོ་ཞིག་བསྒྲུབ་འགྲོ་བས་དེ་ནས་ཡོང་བསྡད་ཀྱི་རོགས། ཨ་འདི་སྡུག་ཅན་ནི་ད་སོ་སོ་སོ་སོ་འགྲོ་དེ་ཕན་ཐོག་འགྲོ་དགོས་འདུག་ཨ་ལེན་རྒྱུ། ཨ་ང་རང་ཚོ་བོད་པ་འགྲོ་བཞིན་པ་ཡིན་ན་ད་བརྒྱ་ཆ་བརྒྱ་ཐམ་པ་སྐྱབས་མགོན་རིན་པོ་ཆེ་གི་ཕྱག་དེབ་ཀློག་ཡ་དང་སྐྱབས་མགོན་རིན་པོ་ཆེ་ངོས་ཟིན་གོ་ཡ་དང་སྐྱབས་མགོན་རིན་པོ་ཆེ་དགོངས་པ་དེ་ཚོ་ཧ་གོ་ཡ་དང། ཀྱང་འདོད་པ་མེད་བ་ནས་ང་ཚོའི་ལས་འགན་ཆགས་འགྲོ་གི་ཡོད་རོགས།

གོ་ཡག་པོ་ཚུལ་དེ་འདྲ་རེད་ཡིན་རྒྱུ། ཨ་ནི་དེའི་མཇུག་ལ་ཨ་ནི་ཞི་གནས་མི་འདེབས། ཨ་ནི་སྐྱག་མོ་རིང་པོ་ཆགས་ཐེབས་པས་མང་པོ་འདོགས་ད་རང་ཡང་ཨ་ནི་ག་ལོག་རེད་ཅིག་བརྗོད་གཞི་འདྲ་མ་འདྲ་ག་ལ་ཡོད་རུང་ཨ་འདི་ཚོ་ཅིག་ལོག་ག་ལ་ཨ་ནི་རང་གཤིས་ངོས་སོ་སོ་སོ་སོ་ཡིན་པ་ཡིན་ནའི་ཨ་ནི་དེ་ནི་ཡང་བེད་ཁོ་ན་སྣུམ་རྩི་འགྲོ་བ་ཞག་རྩི་འགྲོ་བ་རིལ་རིལ་དོན་དོན་བྱེད་དོ་འདི་ཡོང་འདི་གྱི་རོ། ཨ་ནི་སོ་སོ་སྒེར་གྱི་དཀའ་ངལ་ཕྲལ་བ་ཡིན་ནའི་དེ་ལས་གདོང་ལེན་བྱེད་ཐུབ་ངེས་མི་གཞན་པ་ལས་ཕན་མང་པོ་བསྒྲུབ་ཐུབ་ངེས་མི་རིགས་ཀྱི་གཅིག་ག་ལོག་རེད་ལེན་རྒྱས་བསྒྲུབ་ཐུབ་ངེས།